ད་དེ་ནས་རིགས་གཅིག་ང་ད་གཅིག་ང་ཚོ་ག་རེ་ཧ་གོ་ལ་བ་ཡིན་ན་ནི། ད་དེའི་ནང་ལོ་ནི་ཆབ་སྲིད་ལ་ག་ཚོད་བཏང་ཆགས་ཤེས་ཡོན་ལ་ག་ཚོད་བཏང་ཆགས་འཕྲོད་བསྟེན་ལ་ག་དེ་ཚོ་ཧ་གོ་ན་ཡག་པོ་ཧ་མ་གོ་ནས་བཙལ་བས་ཀྱི་སྒྲོམ་དེ་ང་ཚོ་ཧ་གོ་ས་གཅིག་དེ་རེད། ད་གཅིག་དེ་ང་ཚོ་ག་རེ་ཧ་གོ་ལ་བ་ཡིན་ད་ང་ཚོའི་བོད་བཙན་བྱོལ་བོད་མིའི་སྒྲིག་འཛུགས་འགྲོ་བའི་ཆ་ཚུན་པ་ནི་བརྒྱ་ཆ་དགུ་བཅུ་གོ་གཅིག་གོ་གཉིས་ཀྱི་ཚང་མ། དཔལ་འབྱོར་ཚང་མ་ག་བ་ལ་བརྟེན་འདོད་ལ་ནི་མི་གཞན་པའི་ཡི་རོགས་པ་ལ་བརྟེན་དཔལ་འབྱོར་བརྟེན་བདེ་བོ་རྣམ་པ་ཚོ་མཁྱེན་གྱི་དང་ད་ཕྱིའི་རྒྱལ་ཁབ་ཀྱི་རོགས་ཚོགས་ཟེར་ཞེས་དོགས་ང་ཚོ་རོགས་ཚོགས་ལ་དཔལ་འབྱོར་བརྟེན་བདེ་བོ་ད་ཕྱིའི་རྒྱལ་ཁབ་ཀྱི་རོགས་ཚོགས་ལ་དཔལ་འབྱོར་བརྟེན་དེ་ད་དོན་དག་ཏུ་ང་ཚོའི་དཔལ་འབྱོར་དེ་རང་ཁ་རང་གསོ་འཚོ་བ་དེ་འདྲ་ཁས་མ་རེད་ད་ང་ཚོ་དཔྱ་ཁྲལ་ལག་དེབ་ཀྱི་དཔེ་ཤ་ཆེ་བསྡུས་གོ་དཔྱ་ཁྲལ་ལག་དེབ་དེ་ནི་ང་ཚོར་ག་རེ་རག་བ་ལ་ནི་བརྒྱ་ཆ་ལྔ་དྲུག་བདུན་དེ་ལ་ང་ཚོ་རག་ཡས་ཁས་ཡོད་མ་རེད། དེའི་ཕྱིར་ནི་ད་ང་ཚོའི་གནས་སྟངས་ལ་ཁ་ཚ་དགོས་གཏུགས་ལས་ཀ་ཅིག་ག་རེ་བྱེད་དགོས་རེད་ལབ་པ་ཡིན་ན། ཆ་ཤས་བཟོས་བ་དང་མཉམ་དུ་ལ་ག་རེ་དགོས་ལབ་ན་ང་ཚོ་གཞུང་འདིས་མི་གཞན་པའི་དཔལ་འབྱོར་ལ་བརྟེན་མི་དགོས་པར་སྔོན་ནས་འགྲོ་སོང་དེ་རང་ཁ་རང་གསོ་ཅིག་བཟོ་ཡའི་ཆ་ཤས་དགོས་ཡ་དེ་ཞེའུ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་གང་ལྟར་རེད་བ། དེའི་ཆགས་ཡ་དོན་དག་ལ་ད་བཀའ་ཤག་གོང་མའི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ཟེར་ཚུར་ད་བརྙན་སྤེན་པ་ཚེ་ཁྲིའི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་སྒོ་རྒྱག་ཡ་དེ་ནི་སྡུག་ཅག་དེ་ནི་ང་ཁྱེད་ལ་ཡས་ཁས་མེད་ག་རེ་ཟེར་ན། མི་ཁོ་རང་གི་ཤོང་ཚེ་ལ་དེང་སང་སྤྱི་ཚོགས་ནང་ད་སྐད་ཆ་ཆེ་འགྲོ་སྟེ་ད་སྤེན་པ་ཚེ་རིང་ལ་མིའི་མགོ་སྐོར་ཅིག་ཝན་ཇི་པི་ཟེར་མིང་བཏགས་བཞག་འདུག་ཨ། ཝན་ཇི་པི་ལ་ཤོང་ཚེ་དེ་ཝན་ཇི་པི་མ་ཞོ་མར་ཟེར་བ་ལ་ཇི་ག་བའི་དེ་མ་ཞིག་མི་འདུག་ལགས་གོ་ད་གང་ལྟར། སྐྱག་ངག་འདིའི་སྡུག་ཅག་ལས་མེད་སོ་སོ་ཤོང་ཚེ་དེ་ག་ཟེར་བ་ད་ང་ཚོ་ང་རང་ཚོ་ཡིན་པ་ཡིན་ནས་བསམ་བློ་ན་ད་ང་ཚོ་འགྲོ་ཡིན་ན། དུས་རིང་པོ་ཞིག་ནས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ཁྲིད་བ་ལ་དེ་དབུ་ཁྲིད་ཡག་པོ་དེ་འདྲ་ཞིག་བ་ལ་དེ་ན་ཟངས་མདོག་རིན་པོ་ཆེ་དེའི་བ་ལ་ང་ཚོ། བཅའ་ཁྲིམས་དང་བོད་མི་འདི་ཚོ་སྒྲོམ་གཞི་མང་པོ་ཞིག་བཟོས་གནང་ལ་དེའི་བ་ལ་ད་སྲིད་སྐྱོང་ལོ་སར་ཟིན་གྱི་དཀའ་ལས་ངོ། ང་ཚོ་ང་ཚོ་ཡོད་ནས་ད་སྐྱག་ན་ཤོག་དེ་དྲང་པོ་བྱོས་ན། ང་ཚོ་ཡོད་ན་རེ་བ་ཆེ་རུ་ཆེ་རུ་ཆེ་རུ་རྒྱ་ཡས་ཀྱི་ཆ་ཤིས་མ་ང་ཚོ་རེ་བ་ཆུང་ཆུང་འབྲུག་གུ་རེ་ཐུན་ནམ་བསམ་མྱོང་ཡོད་མ་རེད་ང་ཚོར། ད་ཡིན་ནའི་ང་ཚོ་བལ་པོའི་སྤྱི་ཚོགས་ནང་གློ་བུར་དུ་མི་དེ་འདྲ་ཞིག་སླེབས་བྱས། ད་མི་དེ་སྙིང་རྗེ་ཁོ་རང་ལ་སླེབས་པ་ཤོང་ཚེ་འདི་གང་ས་མི་ད་ང་ཚོའི་ཁོ་ལག་ཡོད་ད་ཁྱེད་རང་ལོ་སེང་གེ་ནང་བཞིན་གྱི་བྱེད་དགོས་རེད་ལ་ན། དེ་ང་ཚོ་དྲང་པོ་ཆགས་མ་རེད་བན་པ་ཟེར་ནས་ལོ་ལ་ཡར། དེ་འདྲས་ནས་ང་སྤེན་པ་ཚེ་རིང་ལ་ཅིག། གངས་ཅན་དཔོན་ཆེན་ཞབས་ཞུ་ཡང་སྒོ་ཕྱེ་བ་དེ་འདྲས་ལས་ཁེ་མེད་ད་ཁོ་རང་སྒོ་རྒྱ་ན་རྒྱ་བ་ཁོ་རང་འཇུན་གྱི་འོ་མ་ཉིན་བྱས་པ་ཤ་ཚ། ཁོ་རང་གི་ལ་དབྱངས་མོ་ཁྱོད་མཐོང་ཡ་མི་འདུག་ཟེར་ད་བསམ་བློ་ག་ཚོད་བཏང་ན་དབྱངས་མོ་ཡི་མཐོང་ཡ་མི་འདུག་ཟེར་གྱི་འདུག་ཨ་ཁོ་རང་མ་མཐོང་ད་བྱས་ཁེ་མེད་ར་ནི་མ་རེད། ང་ཚོ་ཡོད་ར་བོད་ན་ཁྲི་ནས་ཅིག་ལ་དུང་དཀར་སེར་བོ་གནང་ཟེར་དཔེ་ཆ་ན་ཡོད་ར་དུང་དཀར་སེར་བོ་གནང་ཡོང་ང་རང་ཅིག་ད་དུང་དཀར་ལ་དུང་བཟང་དཀར་བོ་ར་དུང་གི་ཚུར་མདོ་དཀར་བོ་ར་ང་ཚོ་དུང་བ་ལ་ལྟོས་དཀར་བོ་དུང་བ་ཡིན་ན་མི་དགའ་ཆེ་ལ། དུང་སེར་བོ་དུང་བ་དེ་ཁ་སང་ཁོ་རང་དུང་གི་ན་བཟའ་དེ་ཁྲི་བའི་ན་བཟའ་དགོས་དེ་ཡོད་ར། ང་ཚོ་ག་རེ་དབུ་མ་ནས་དབང་བཤད་ཟེར་དཔེ་ཆ་ནང་ན་ད་ཅི་ད་ཉི་ནས་དབང་བཤད་ཟེར་ད་སྐྲ་ཤད་བཟང་ན་དབང་བཤད་ཟེར་དེ་ཡོད་ར་དེ་ཚང་མ་ལོག་བཤད་ར། དེ་འདྲ་ཡིན་དུས་ཁྲི་བ་ན་བཟའ་ཡོད་ཆེ་ལ་ད་ང་ཚོ་ཁོ་ལ་ཁྱེད་རང་དུང་སེར་བོ་དུང་བ་འདི་འགྲིག་གི་མོ་དུང་དཀར་བོ་དུང་བ་འུ་ཚོ་རྒྱལ་ས་ཁས་མེད་ཨ། ཁོ་རང་འདི་མ་ཡིན་ཁོ་རང་ན་ཚ་གོས་དེ་ར་ཡིན་བྱས། དེ་འདི་ན་ཞེན་བྱས་རྗེས་ཨ་མདོ་སྤེན་པ་ཚེ་རིང་ཁོ་རང་ལ་ད་ཀླད་པ་ན་ཤོང་ཚེ། དཔལ་འབྱོར་གྱི་ཐོག་ལ་ཏག་ཏག་ནས་གྱེས་མི་དུས་ཆ་ཤས་ད་ང་ཚོ་ཨུ་ཚུགས་བྱས་ཡོད་མ་རེད། ད་ཡིན་ནའི། ག་རེ་ཡིན་ནའི་ཁོ་རང་གིས་ད་ཉི་མ་ཤེས་ཡོད་རེད་ད་ངོ་ཉག་གུ་ཉི་མ་ཉིས་སྟོང་བཅུ་དྲུག་ལོ་ལ་ད་ཐོག་མའི་ཀླད་དམར་གྱི་ནིའུ་ཡོག་ལ་དྲི་བ་དྲིས་ཁྱེད་རང་ག་ཅན་རེད་ད་ཁོ་རང་ག་ལ། ད་ད་དེ་ལ་ལྷག་ས་ཁོ་བྱེད་ཀྱིན་ད་དེ་འདྲ་མང་པོ་ཤེས་ཡོད་རེད་ད། ལང་ཀ་མེད་ས་རེད་ལང་ཀ་གློག་མེད་ས་རེད་གློག་ཆུ་མེད་ས་ཆུ་དེ་འདྲ་ཟེར་བ་དང་ལ་ཡོད་མ་རེད་གང་ལྟར་དམ་པའི་གཞུང་ལ་ཡག་བྱེད་ཀྱི་དེ་ཁོས་མང་པོ་བཤད་ཡོད་ད་དེ་ཚོ་དང་འོས་བསྡུ་ནང་ལ་ཁོ་རང་ཚོའི་འོས་ཤོག་གི་དང་འོས་ཤོག་ཐོབ་པའི་དོན་དང་ལ་བསླུ་བྲིད་བྱེད་ཀྱི་ཐབས་ཤེས་བྱེད་རོགས། དེ་འདྲ་ཡིན་དུས་དེ་ལ་ང་ཞུས་ཀྱི་ཡིན་པ་ཡིན་ན་ད། ད་ཡིན་ན་རང་ཁ་རང་གསོ་གི་ཆ་ཤས་ཅིག་དགོས་ཡོད་དེ་གལ་ཆེན་པོ་ཞུ་བྱེད་རེད། ད་དེ་འདྲ་ཡིན་དུས་ད་ང་ཚོ་གཅིག་གི།